རིན་ཐང་བྲལ་བའི་ནོར་བུ་ཤོག་མཁན་གྱི་ཚོང་པ་ཁྱེད་རང་རེད། ཉེ་མ་གྲོང་གསེབ་སྤྱི་འཇུས་གཅིག་གི་ནང་ཞིང་པ་གཅིག་ཡོད་ཁོས་ཉི་མ་རྟག་པར་ས་བརྐོ་བྱེད་ཡག་བོང་བུའི་གངས་སྐྱེས་ཅན་བཙོང་གི་ཡོད་ཉི་མ་གཅིག་ས་བརྐོ་བཞིན་པའི་སྐབས་སུ་ཞིང་པ་དེས་སའི་ནང་ནས་ནོར་བུ་རིན་ཐང་ཆེན་པོ་ཞིག་རྙེད་ཡིན་ནས་ཁོས་དེའི་རིན་ཐང་ཤེས་ཀྱི་མེད་ཙང་བོང་བུའི་སྐེ་ལ་བཏགས་ཉི་མ་གཅིག་ཞིང་པས་བོང་བུ་ཁྲིད་རྗེས་ཁྲོམ་ལ་འགྲོ་བཞིན་པའི་སྐབས་སུ་ཚོང་ཁང་ཆུང་ཆུང་ཞིག་གི་བདག་པོས་བོང་བུའི་སྐེ་ལ་འོད་འཚེར་འཚེར་རེ་བྱེད་བཞིན་པའི་རྡོ་དེ་མཐོང། དེ་ནས་ཚོང་བདག་དེ་བཞིན་པ་ཡང། རང་གི་བུ་མགོའི་སྐེ་ལ་འོད་བརྒྱལ་བའི་བྱ་གླག་དེ་གར་བས། ཚོང་བདག་ལ། དེ་ངའི་ས་ཁུག་རེ་རྙེད་པའི་རྡོ་རྗེ་རེད། ཚོང་བདག་དེས་རྡོ་དེ་ཡང་དགའ་པོ་བྱུང་རྗེས་ཞིང་པ་ཡང་སྒོར་མོ་ལྔ་བཅུ་སྤྲད་རྗེས་ཉོས། དེ་ནས་ཚོང་བདག་གིས་རྡོ་དེ་རང་གི་ཚོང་ཁང་གི་སྲང་མདའ་ལ་བཏགས་རྗེས་ཚོང་ཁང་ལ་ཡོང་མཁན་ཚང་མས་རྡོ་མཛེས་པོ་དེ་མཐོང་དུས་ཧ་ལས་ཧམ་ས་དགོད་པོ་བྱ། ཉི་མ་རྗེས་ནོར་ཉམ་ཆུ་མཁས་པ་ཡོད་པའི་རྩོམ་པ་པོ་གཅིག་གྲོང་གསེབ་ཀྱི་ཚོང་ཁང་དེ་ཡང་ཡོང། ཚོང་པ་དེས་སྲང་མདའ་ལ་དཔྱངས་པའི་རྡོ་དེ་མཐོང་མ་ཐག། དེ་ནི་རིན་ཐང་བརྗོད་མི་ཐུབ་པའི་ནོར་བུ་ཅིག་ཡིན་པ་ཁོས་ཤེས་པ་རེད། ཁོས་མ་ཤེས་ཁུལ་བྱས་རྗེས་ཚོང་བདག་ལ་སྐད་ཆ་དྲིས། འདི་ག་རེ་རེད་ག་རེ་བྱས་རྗེས་བསྡད་ཡག་བཅངས་པ་ཡིན།
ངས་ཞིང་པ་སྤྱི་ཙག་ནས་སྒོར་མོ་ལྔ་བཅུ་སྤྲད་རྗེས་ཉོས་པའི་རྡོ་ཞིག་རེད། འོ་ན་རྡོ་དེ་ང་ཡང་བཙོང་རོགས། ཁྱེད་ཚོས་རང་གིས་ཉོས་པ་ཡིན་ན་ངས་སྒོར་མོ་བརྒྱ་བཅས་བཙོང་གོ། དོན་དངོས་ཐོག་ནོར་ཉམས་ཆོད་མཁན་གྱི་ཚོང་པ་དེ་སེར་སྣ་ཚ་བོ་ཅིག་ཡིན་དུས་ཁོས་ཚོང་བདག་ལ། ཁྱེད་ཚེ་རང་མོ་རྒྱན་ཡོད་ན་ངས་སྒོར་མོ་བརྒྱ་ཅུ་སྤྲད་རྗེས་ད་ལྟ་རང་གིས་འདུག་དེ་མེད་ན་ངས་ཉོ་གི་མེད། ཡིན་ནའི་ཚོང་བདག་དེས་སྒོར་མོ་བརྒྱ་ནས་གོང་ཚད་ཁྲི་ཡས་མ་བཅག་ཙང་ཚོང་པ་དེའི་ནང་ལ་ལོག་ཁོའི་སེམས་ན་སང་ཉིན་ཡང་བསྐྱར་ཡོང་རྗེས་སྒོར་མོ་དགུ་བཅུ་སྤྲད་རྗེས་ཉོ་དགོས་བསམ་རེ། དགོངས་དག་དེ་ཡང་ནོར་ཉམས་ཆོས་མཁས་པའི་ཚོང་པ་གཞན་དག་ཅིག་གིས་མོ་ཏྲ་བཏང་རྗེས་གྲོང་གསེབ་ལ་ཀླད་སྒྲོག་བྱེད་དུས་མོ་ཏྲ་ཡར་བསྐྱོན་ཤོག་ཅེས་ཚོང་པའི་ཚོང་ཁང་ལ་བསྡད། ཚོང་པ་དེས་ཚོང་ཁང་གི་གསང་མཐའ་ལ་དཔྱངས་པའི་ནོར་བུ་དེ་མཐོང་མ་ཐག་ཐེ་ཚོམ་མེད་པར་སྒོར་མོ་བརྒྱ་སྤྲད་རྗེས་ཉོས། ས་ནི་སེར་སྣ་ཅན་གྱི་ཚོང་པ་དེ་ཚོང་ལ་ཡོང་དུས་སང་ཐག་ཡང་བཅངས་པས་ནོར་བུ་དེ་མེད་པ་མཐོང། ཚོང་བདག་ལ། ནོར་བུ་ཁ་བ་ཆེན་པོ་རེད།
རང་ཕྱིན་པའི་རྗེས་ལ་སྐུ་ཞབས་གཞན་དག་ཅིག་ཡོང་རྗེས་ཁོ་མོ་རྒྱ་སྐད་ཅིག་ཉོས། ཅེས་གོ་མ་ཐག་ཁོ་འགྱོད་པ་སྐྱེས་རྗེས་ཁོང་ཁྲོའི་མ་ནས། བླུན་པོ་རང་རེད། དེ་འོས་ཚེ་རྩེར་བྱེད་པའི་རྡོ་ཙམ་གྱི་མ་རེད། རིན་ཐང་བྲལ་བའི་ནོར་བུ་གཅིག་རེད། ཡིན་ནའི་རང་གིས་སྒོར་མོ་བརྒྱ་ཙམ་བཙོངས་པ་རེད། ཚོང་པས་གད་མོ་ཤོར་རྗེས། སྐུ་ཞབས་ལགས་ངས་མདོ་སྡེ་རིན་ཐང་འགྲན་ཟླ་བྲལ་བའི་ནོར་བུ་ཡིན་པ་མ་ཤེས་པ་རེད་ཡིན་ནའི་རང་གིས་བཤད་བཞིན་དུ་དུ་མདོ་གོ་མི་ནི་ཞིག་ཆེད་དུ་བརྩེ་བ་རྒྱབ་སྟངས་དེ་བལྟས་པ་ཡིན་ན། བླུན་པོ་དངོས་གནས་དེ་གོ་མི་ནི་ཞིག་ཆེད་དུ་རིན་ཐང་བྲལ་བའི་ནོར་བུ་ཤོར་མཁན་གྱི་ཚོང་པ་ཁྱེད་རང་རེད། སྒྲུབ་འདིས་མོ་རྫོགས་སྐུལ་མ་གསུམ་བསྟན་གྱི་ཡོད་རེད། དང་པོ། དོན་མེད་ཀྱི་ཆུ་ཚོད་དྲོད་སའི་གནས་སྐབས་ལ་གྲོན་ཆུང་དང་གསལ་ན་བྱེད་དགོས་པ་མ་གཏོགས།
གལ་སྲིད་རང་གས་གནས་སྐབས་ག་འདྲས་ཅིག་ལ་ཡིན་པ་ཡིན་ན། གསལ་ན་བྱས་པ་ཡིན་ན་རང་གི་མདུན་ལ་ཡོད་པའི་དོན་ཆེན་མང་པོ་ཅིག་ཤོར་བ་སྲིད་ཀྱི་རེད། གཉིས་པ། གོ་སྐབས་གསལ་ཡ་དེ་ནམ་ཡང་མ་ཤོར་བ་བྱ་དགོས་རེད། མཚམས་རེ་ང་ཚོས་སོ་སོ་ཧ་ཅང་མཁས་པ་ཡིན་བསམ་པའི་རྒྱུ་མཚན་གྱིས་སོ་སོའི་གོ་སྐབས་ནང་ཤོར་བཅུག་གི་ཡོད་རེད། གསུམ་པ། རང་གི་ལས་ཀ་ནམ་ཡང་ཕྱི་འགྱངས་མེད་པ་བྱ་དགོས་རེད། དཔེར་ན་གསར་རྙེད་ཀྱི་ལས་ཀ་ད་རིང་བྱས་ད་རིང་གི་ལས་ཀ་ད་ལྟ་བྱས། དུས་ཚོད་ཡག་ཤོས་ནི་ད་ལྟ་རང་རེད། དཔེར་བྱས་ན།